བོད་ཀྱི་འཁྲུངས་སྐར Birth Day ལ་ཡང་ནི་ཕྱག་རྟགས་གར་འགོག་འདུག། ང་དེ་འདྲའི་དྲི་ངན་ཅི་དགར་ཡོང་གི། ང་ཕྱག་རྟགས་ག་གེ་འགོག་མི་འདུག་དགོས་ཡ་མ་རེད། ང་དགེ་སློང་ཅིག་ག་གེ་དགོས་ཡ་མ་རེད། ང་ཕྱག་རྟགས་ཡག་ཤོས་དེ་ངས་རེ་འདུན་བྱས་བྱས། ངའི་རེ་འདུན་དེ་སྟོང་སྐད་མེད། ལོ་མང་གི་ཉམས་མྱོང་བསགས་ནས་དངོས་ཡོད་གནས་ཚུལ་ཕྱོགས་སྡོམ་བྱེད་ཤེས་པའི་རེ་འདུན་ཡིན་མ་གཏོགས་ད་ག་ཟེ་བས་ལོ་གསུམ་ཕྱོགས་གསུམ་ལ་སངས་རྒྱས་པ་ཤོག་ཟེར་ཨ་རོ་ཚེ་གཅིག་ལུས་གཅིག་སངས་རྒྱས་པ་ཟེར་ཚུལ་དེ་ང་ཁ་ཧམ་པ་ཚ་བོ་རེད་མ་གཏོགས་དེ་ཚོའི་གྲས་སྟོང་སྐད་ཀྱི་ཡར་ལྡོག་སྡོག་རེད་བ་ཡོང་ཡག་མི་འདུག་ག།

ད་འདི་ན་གཞི་བྱས་ནི་ང་ཚོའི་བོད་ཀྱི་ལོ་སྟོང་ཕྲག་གི་རིང་གི་ང་ཚོས་བདག་ཉར་བྱས་བཞག་པའི་ཤེས་ཡོན་འདིའི་དུས་ཐོག་ནས་འཛམ་བུ་ལི་སྤྱི་ལ་ཡང་ག་ལ་གང་འཚམ་གྱི་ཕན་ཐོག་ཆེ་བསྟོད་ཀྱི་ཏན་ཏན་ཆགས་ཀྱིན་འདུག་ད་དེ་ང་རང་ཚོས་བེད་སྤྱོད་ཡག་པོ་བྱེད་ཐུབ་ཐུབ་མ་ཐུབ། བེད་སྤྱོད་བྱེད་སྟངས་དངོས་གནས་དྲ་ནས་དངོས་ཡོད་གནས་ཚུལ་འཚམ་པ་བྱེད་ཐུབ་ཐུབ་མ་ཐུབ་དེ་ང་རང་ཚོ་ལ་རག་ལས་པ་རེད། འོ་ད་འདི་ཁྱང་ཚོ་དགོངས་པ་བཞེས། བྱ་ད་ང་ཡང་ད་ག་ས་ནས་མ་ས་ནས་ག་ད་ལོ་བརྒལ་འགྲོ་གི་ཡོད་རེད། བྱ་བཟང་གི་རྟགས་ཁྱེད་རང་ཚོ་གཞོན་སྐྱེས་འདིའི་སྟེང་གི་ང་ལ་ཡིད་ཆེས་དང་ཅིག་བློ་གཏད་བྱེད་མཁན་འདིའི་སྟེང་གི་ད་མི་དགའ་བོ་འདི་གིས་འདི་འདྲ་ཟེར་གི་འདུག་ག་བསམ་པ་ཞིག་སེམས་ལ་ངེས་པ་བྱས་བྱས་ཨ་ནི་ཚང་མས་ཧུར་ཐག་བྱས་བ་རེད། འོ་ད་འདི་ཨ་ནི་ངའི་སྐྱེས་སྐར་རྟེན་འབྲེལ་གྱི་ཨ་ནི་ལག་རྟགས་ཡག་ཤོས་དེ་འདི་ཡིན། འདི་བྱུང་ན་ཨ་ནི་སྔོན་ཆད་ལྷག་ནས་ང་ཡིད་ཚིམས་སོ། ཨ་ནི། ཕན་པའི་ལན་དུ་མཆོད་པ་བྱ་བ་ནི་བསྒོ་བའི་ཚིག་བཞིན་ཉམས་སུ་ལེན་པ་ཡིན་ཟེར་དེ་ཁྱད་མེད་པར་བྱས་བྱས། ཨན། ཐུབ་པའི་ག་དུག་ལ་ཡང་སྐྱབས་སུ་ཆེ་སྐྱབས་སུ་ཆེ་ཟེར་བར་བྱེད། ངོ་གདོང་སོ་སོ་ཉིན་ཞག་ཕྲུག་གཅིག་གི་མི་ཚེ་བརྒྱ་དང་ནང་ལོགས་ལ་དེ་ཙམ་གྱི་ཞིར་ཞིར་ཟོ་བ་ཁྱད་མེད་པར་བྱས་བསྡད་པ་ཡིན་ན་ཕན་ཐོགས་ཁྱད་མི་འདུག་ག།